སུས་སུས་ཀྱིས་དེའི་སྐོར་ལ་སྦྱང་ང་ལས། དེ་རིང་འདི་ཕར་བཞག་དེ་རིང་ངའི་ཀུ་ཤུའི་སྐོར་ལ་ལབ་ན། མི་སུ་ར་ཞིག་ནས་སུས་སུས་ཀྱི་ཀུ་ཤུ་ཀྱི་ལྕགས་ལ་ཞིག་ཉོས་དུས་ཙམ་པ་ལ་ཨ་ནི་དེའི་སྐོར་ལ་ཤེས་ཡོན་གལ་ཆེན་པོ་རོ་བྱེད་ཙང་དང་པོ་དེ་ལ་མི་གཅིག་གིས་མི་སུ་གང་གང་འདྲ་ཞིག་ནས་ཀྱི་ཀུ་ཤུའི་ཀྱི་ལྕགས་ལ་ཞིག་ཉོས་ན་གལ་སྲིད་ཨའི་ཕོན་ཉོས་ན་དག་རང་ལའང་ཚོས་ཤོང་རྫས་ལྟ་ཡི་རེད་ཤོང་རྫས་ལྟ་དུས་ཙམ་པ་ལ་ཤོང་རྫས་ལ་གཉིས་ཡོད་རེད་དང་པོ་དེ། བརྒྱད་པའི་བཅུ་དྲུག། བརྒྱད་པའི་སུམ་སོ་གཉིས། བརྒྱད་པའི་དྲུག་ཅུ་རེ་བཞི། ཨ་འདི་ལས་མང་བ་ཡོད་རེད། ཨ་ནི་སྙི་བ་དེ་ག་རེད་ལ་ན་སྙི་བ་དེ་གལ་ཆེན་པོ་ཞུ་ད་ཀུ་ཤུ་ཀོང་རང་ཚོ་རང་ང་ཅི་དེ་ལ I cloud ལ་ནི་ཡོད་ཨ I cloud ལ་མི་དང་པོ་སུ་སུ་ལ free བརྒྱད་པའི་ལྔ་རེ་རེད།

ཚོང་རྒྱག་ཉེན་བརྡ་ག་འདྲའི་རོ་བཞིན་ནས་མང་ཆེ་ལ་ད་འོང་དུ་བེད་སྤྱོད་བཏང་བཞིན་པ་རེད། འདི་ག་ཅིན་གལ་ཆེན་པོ་རེད་ལ་དུས་ཙམ་པ་ལ་ཉིན་ཨ་ནི་ཀུ་ཤུའི་ན་ལོས་ལ་ཤོང་རྫས་གཉིས་ཡོད་དུས་ཙམ་པ་ལ་ཤོང་རྫས་དང་པོ་དེ་ཨ་ཚུལ་ཚུལ་གྱི་ཀུ་ཤུའི་ལག་རྡོ་ཁ་པ་ན་ལོ་ལ་ཨ་ནི་ཤོང་རྫས་དེ་ལྟ་ཡོད་རེད་གཉིས་བ་དེ་ཨ་ནི་སུས་སུས་ཀྱི་ལག་རྡོ་ཁ་པ་བླ་ན་ཡིན་ནའི་ལྟ་བྱ་ལ་གལ་ཆེན་པོ་ལྟ་སུས་སུས་བླ་ན་གི་ཕང་ཡས་ཀྱི་བྱ་ལ་ལྟ། ཆུ་ཆུ། ལག་སྟོད་ཁ་པའི་ནང་རོལ་ལ་མི་ཡིག་གི་ཁ་བྱང་དང། ཁ་པར་ཨང་གྲངས་དང་དེ་ཚོ་དམར་ལྭ་ཡི་ཕྱི་དུ་ཨ་ནི་ཁྱེད་ཚོས I Cloud ནང་བླུགས་ཡོད་ན། ལག་སྟོད་ཁ་པར་ལྭ་ནི I Cloud དེ་ཀུ་ཤུ་གི་ནང་བླུགས་བསྡད་འོ་རེད། ཀུ་ཤུ་ནང་བླུགས་བསྡད་དུས་ཙམ་པ་ལ་ཨ་ནི་ཁོ། ལག་སྟོད་ཁ་པར་ལྭ་ནི་དྲན་ནི་ཁོའི་གི་ཁ་བྱང་དང་ཚང་མ་ཨ་ནི་ཀུ་ཤུ། ཁོ་རང་ཚོས་རང་གི་ཚོང་གི་དེ་དག་རང་ནས་ཉར་བསྡད་དུས་ཙམ་པ་ལ་རྗེས་ལ་ཀུ་ཤུ་གསར་བ་ཉོས་ལག་སྟོད་ཁ་པར་གསར་བ་ཉོས་དུས

ཨ་ནི། iCloud འདི་ནང་ལོད་ལ་བརྗིད་པའི་ང་ཡོད་དུས་ཙམ་པ་ལ་མི་མང་ཅིག་གིས་ཨ་ནི། སུད་སུད་ཀྱི་ཉི་མ་རེ་རེ་ལ་པར་གེ་གོས་ཚང་མ་འདི་ནང་ལོད་བླུད་ན་ཁག་པོ་ཞེ་རག་རེད་ཁ་ཅན་ལ་ན་བརྗིད་པའི་ང་ལ་ཨ་ནི་ནང་ལོད་ལ་པར་གེ་ཅིག་དེང་སང་གི་ཨ་ནི་པར་ཏ་ཀུ་ཤུལ་གྱི་ལག་ཐོག་ཁ་པར་གསར་པ་ཚང་མ་ལ་ཨ་ནི། པར་ཆེན་པོ་ཞུ་བྱེད་པར་ཡག་པོ་ཞུ་རྒྱལ་ཡོད་ཙང་པར་རེ་རེ་ལ་ཤོང་རྩེ་ཆེན་པོ་རེད་ཨ་ནི།

སུད་སུད་ཀྱིས་ཨ་ནི་ཁོ་ཚོའི་པེ་ཤར་ཀྲེ་ནི་ཉོའི་དེང་སང་མི་མང་ཞིག་ཉོས་ཡོད་པ་མཐོང་སོང་ཨ་ནི་ད་པེ་ཤར་ཀྲེ་ནི་ཉོས་ན་འགྲིག་གོ་རེད་ད་རང་དེ་མཉམ་དུ་བརྗེས་པས་བཅུ་རེད་རེད་ད་རང་ལ་ཁོ་པེ་ཤར་གཅིག་སྤྲད་འོ་རེད་དེང་སང་པེ་ཤར་དམར་མཆན་གྱིས་ཨ་ནི་འཐབ་བཞིན་ཡོད་རེད་ད་རང་ལ་ཁ་ཆེ་ན་སུད་སུད་ཀྱིས་ལག་ཐོག་ཁ་པར་གྱི་ཤོང་རྫས་ཅིག་ཉོས་སྔོན་ནས་ཉོས་ཡོད་རེད་ཨ་ནི་ཨ་ཧེ་ལག་ཐོག་ཁ་པའི་ནང་ལོ་ལ་པར་ཁྱེད་རང་གིས་པར་རྒྱག་རྒྱུ་ཚང་མ

ཟ་བར་ཉོས་དུས་ཨ་ནི་དྭགས་རང་གི་ད་ཁོ་ཚོའི་ཤོང་ཚེ་ཟ། ཤོང་ཚེ་ཁ་ང་ཡོད་ཀྱི་ཨ་ནི་རྒྱུ་མཚན་གཙོ་བོ་དེ་པར་རེད་ད་ཡང་ཟ་ད་པར་གི་ཨ་ནི་ཉུང་ད་ཡང་གི་ད་ང་ར་རང་གི་ཆ་ད་ཐབས་ལམ་གཅིག་གར་ཐུག་གི་འདུག་ལ་ན་ཁྱེད་རང་གི་ཡ་མེད་ན་ཨ་ནི་གློག་ཀླད་ནང་ལོ་ལ་ཕར་སྟོན་ཡ་བྱེད་ཡ་མེད་ན་ཁྱེད་རང་གི་ཨ་ནི་དེང་སང་གི་གློག་ཀླད་མ་ཉོས་ནས་སུ་སུའི་ཟུར་ལ་ལྕགས་ལ་བླུགས་ཟེར་གི་ཨ་ནི་དེང་ཨིན་ཇི་ཐོག་ནི་ཨེག་ཨེགས་སྟྲེ་ནལ་ཧར་སྒྲོའི་ལ་ནི། འོང་དེ་ཉོས་ན་ཨ་ནི་ཁྱེད་རང་གི་ཨ་ནི་པར་ག་ཅོ་ཡོད་ནས་དྭགས་རང་མ་སྟོན་དེ་ན་སྟབས་བདེའོ་རེད། ཚང་མ་ལོག་ཨ་ནི་ངེད་ཀྱི་སོན་རྩ་མི་འདྲ་གི་ལོག་རྙེད་དེ་སུས་ལྟ་བ་ལ་ཨ་ནི་ཐུགས་ཆེ་ན་ཞོའི་ཡིན། ཨ་ནི། ལོག་རྙེད་དེ་ཨ་ནི་ད་ལྟ་སྡེ་ཚན་དང་པོ་དེ་རེད་སྡེ་ཚན་གཉིས་བ་དེ་ན་ངས་ག་རེ་འབྲི་ཤེས་ཀྱི་ཨ་ཡིན་ལ་ན་ཨ་ནི་སོ་སོའི་ལག་ཐོག་ཁ་པར་ཁང་དུད་ཙམ་པར་ལ་ཨ་ནི་པར་དེ་ལོག་རྙེད་ན་ལོ་ལ་ག་འདྲས་སུ་སྟོན་དགོས་ཡོད་མེད་ཀྱི་ཨ་ནི་འོང་དེ་འབྲི་ཤེས་ཀྱི་ཨ་ཡིན་ཨ་ནི། མེ་ལྕེ་མེ་ལྕེ་ཟེར་རོ་གནང། ཚང་མ་ལོ་ཐོ་བྱེད་ན།